སྲིད་སྐྱོང་ཐེངས་གཉིས་པ་གསུམ་པ་ཨང་གཉིས་པ་གསུམ་པ་ཡོད་ངེས་རྒྱན་དེ་ག་རེ་ཟེར་ན་ཐེངས་གང་ལ་ཡོད་ངེས་དེ་མང་ཐེངས་ཀྱི་སོ་སོ་ཡར་འགྲོ་འོར་མ་གཏོགས་གཅིག་པའང་ག་འདྲ་ཞིག་འདུག་ག། འོས་མི་གིས་མ་གནང་བའི་ནས་ཕྱོགས་གཏོགས་བྱེད་ངེས་གནང་གི་རེད། དཔེར་ན་འོས་བསྡུ་ལྷན་ཁང་ལ་བཀའ་འདྲི་གནང་དང། སྲིད་སྐྱོང་གི་འོས་མི་གི་སྔོན་འགྲོ་དང་དངོས་གཞི་ལ་ཨ་ནི་ད་ལྟ་འོས་བསྡུ་ལྷན་ཁང་རང་ནས་གསུང་གི་རེད་ད་སྔོན་འགྲོ་དང་དངོས་གཞི་ལ་སྐྱོན་བརྗོད་བྱེད་ངེས། གནས་ཚུལ་འདྲ་མིན་སྣ་ཚོགས་བླངས་ངེས་ལས་ཁུངས་ལ་ཞུ་གཏུག་ཕུལ་ངེས་མང་རུ་ཞི་བ་ཅན་མང་རུ་འགྲོ་གི་འདུག་ག་རེ་རེད་ཞིབ་འཇུག་གནང་ཆེད་འོས་བསྡུ་ལྷན་ཁང་ཞིབ་འཇུག་གནང་སྐབས་ཕེབས་དང་ག་རེ་རེད་ཟེར་ན་སྲིད་སྐྱོང་འོས་མི་དང་པོ་ལ་ད་ཕན་ནས་སྐྱོན་བརྗོད་བརྒྱ་ཐམ་པ་བྱུང་ཡོད་པ་ཡིན་ན་འོས་མི་གཉིས་པ་བར་གྱི་རྒྱབ་སྐྱོར་བྱེད་མཁན་ཚོགས་ཀྱི་བརྒྱ་ཆ་དགུ་བཅུ་འོས་མི་དང་པོ་དེ་ལ་སྐྱོན་བརྗོད་རེད་ད། དེ་ཡོད་འདོད་ཁང་ལ་བརྒྱ་ཆ་དགུ་བཅུ་དང་བརྒྱ་ཆ་བཅུ་རེད། ཨ་དེ་ཁག་ཡོད་མ་རེད། གང་ཟེར་ན། ང་ཚོ་ཚང་མ། མི་རྟག་པ་རེད། འདོད་ཆགས་ཞེ་སྡང་གཏི་མུག་གསུམ་གྱི་རྣེམས་བཞག་ཡོད་རེད། ཨ་ནི་འོས་བསྡུ་སྐབས་ལ་ཞེ་སྡང་དང་ཨ་ནི་འདོད་ཆགས་ཚང་མ་ལངས་སླད་ཆེ་ང་ཚོ་གི་རྣམ་དཔྱོད་སྡུག་རི་ངན་དེ་ཚང་མ་དོན་ཡོང་གི་འདུག་བ། ཨ་ནི་དུས་ཚོད་ག་ཚོད་རིང་ཡོད་པ་ཡིན་ན་ཡང་སྡིག་གི་གོ་སྐབས་མང་རག་ཡོང་གི་འདུག་བ།

རྒྱ་གར་ལ་དུས་ཚོད་ཐུང་རུ་བཏང་བ་རེད། ཐེངས་གཅིག་རང་བྱས་བ་རེད། དེ་གསུང་གི་འདུག་གང་ལ་ཟེར་ན་ད་ང་ད་རེ་ཉེ་ཆར་ར། ད་འདི་འདི་ཞེས་བྱ་བའི་ཐོག་ནས་ཉེ་བའི་ཆ་ནས་རྒྱ་གར་འོས་བསྡུ་ནང་ལ་ཡིན་པ་ཡིན་ནའི་འོས་བསྡུ་དུས་ཚོད་དུས་ཚོད་ཐུང་ཐུང་བྱེད་ཁོག་རེད། ཉེ་ཆར་མངའ་སྡེ་ལྔ་བྱས་བ་རེད་མངའ་སྡེ་ལྔ་དེ་ཉི་མ་གཉིས་རྩ་བདུན་བྱས་བ་རེད། དེ་ས་ཡ་ཉིས་བརྒྱད་ཟིག་གི་འོས་བསྡུ་ཉི་མ་གཉིས་རྩ་བདུན་བྱས་བ་རེད། ད་ཁོ་རང་ཚོ་གི་སྐྱོན་ཞིག་ད་ཡིག་ཐོག་རང་ནས་ཡོད་རེད་ངག་ཐོག་ནས་ཡོད་རེད་ག་རེ་ཟེར་གི་འདུག་ཟེར་ན་ད་ཉེ་འགྲམ་དྲོ་སྔ་ལྟས་ཞིག་རེད་ངས་མིང་ཞུས་མ་གོ་ཟེར་ད་དེ་ཚགས་པར་ཡོངས་ལ་ཡོད་རེད་ད། ཕ་ཁའི་ནང་ལ་འོས་བསྡུ་སྐབས་ལ་རྒྱ་གར་སྒོར་མོ་དུང་ཕྱུར་རུ་མང་པོ་འགྲོ་སོང་བཏང་ཡོད་རེད། དུང་ཕྱུར་རུ་ལྔ་སྡེ་གཅིག་ལ།

རེད་ཟེར་གྱི་འདུག་མཐའ་མ་ཉེ་རྟགས་ཀྲམ་ཨ་རག་འདི་འདྲའི་གཏམ་དེ་གཞུང་གི་རྒྱ་ཁབ་ཀྱི་ཅིག་ཡོ་ར་བ་ཡ་རབ་བཟང་སྤྱོད་དང་ཆང་རག་མ་བཏུང་ཟེར་ཡ་དེ་བདེན་ཤ་གནོད་གི་མ་རེད་ཟེར་རེད་ཟེར་དེ་སོང་ཙང་འོས་བསྡུ་ལ་དུས་ཚོད་ག་ཚོད་མ་ང་ཡོད་པ་ཡིན་རྐྱེན་ཅིག་ག་རེ་ཡོད་རེད་ཟེར་ན་ད་དེ་ནས་དངུལ་དུང་ཕྱུར་ཞིག་གཏམ་གི་ཡོད་པ་ཡིན་ན་ཕ་ཤོག་དུང་ཕྱུར་འདི་གཏམ་གི་རེད་ཟེར་ད་འོས་མི་ལང་ངེ་འདི་གི་ཕ་ཤོག་དུང་ཕྱུར་འདི་གཏམ་ན་དེ་ནས་དུང་ཕྱུར་གསུམ་ཐབས་ཤེས་བྱེད་ཁར་འགྲོ་དགོས་ར་མ་གཏོགས་བྱས་ཡོད་མ་རེད་ཟེར།

དེ་སོང་ཙང་དུས་ཚོད་ག་ཚོད་རིང་ང་ཡོད་པ་ཡིན་ནའི་རང་བཞིན་གྱི་འགྲན་སྡུར་སླེ་ཡོད་དོས་ཁབ་ལ་སྐྱོའི་ལས་མ་གཏོགས་ཕན་ཐོག་ཡ་ཅེས་ཡོད་མ་རེད། གང་ཟེར་ན་ང་ཚང་མ་འདོད་ཆགས་ཞེ་སྡང་སྲིན་འབུ་གཏི་མུག་གསུམ་གྱི་རྣལ་མ་ཤར་བའི་མི་ཞིག་རེད་ད། དེ་ཡིན་དོས་ཁ་འདི་ལ་རྒྱ་མི་གྱི་གོ་སྐབས་འཇུས་ནས་འགྲོ་གི་ཡོད་པ་དེ་གསལ་བོ་གསལ་རྐྱང་རེད་མ་གཏོགས། ག་ཚོད་དུས་ཚོད་རིང་ང་ཡོད་པ་ཡིན་ནའི་ཁོ་རང་ཚོ་ལ་གོ་སྐབས་མང་ང་གནང་གི་གོ་སྐབས་ལེན་གི་རེད་མ་གཏོགས་གོ་སྐབས་མ་ལེན་ཞར་མ་རེད་ད། འདི་སོང་ཙང་ཐེངས་གཅིག་བྱས་པ་ཡིན་པ་ཡིན་ན་ཟླ་བ་གཉིས་ལ་ཚགས་ཀྱི་རེད། ད་ཐེངས་གཉིས་བྱས་པ་ཡིན་ན་ག་ཚོད་འབབ་དགོས་ག་ཚོད་དེ་འདྲ་ཟིན་གྱི་ཟིན་ན་ཟླ་བ་བདུན་འགོར་ཡ་རེད་ཤག་སྔོན་འགྲོ་ད་འོས་ཤོག་འགོ་བཅུག་གི་འགོ་བཙུགས་ཀྱི་ཡིན་ད་སེ་ར་བྱེད་དགོས་གོ་རེད་ཨ་ནི་འགོ་ཟླ་བ་གཉིས་བྱས་ལ་སྔོན་འགྲོ་བྱེད་དགོས་གོ་རེད་ཨ་ཟླ་བ་གསུམ་བྱས་ལ་ཨ་ནི་ཡང་དངོས་གཞི་བྱེད་དགོས་གྲངས་ཀ་རྒྱག་དགོས་ཚེ་ཏོ་ཟླ་བ་བདུན་འགོ་ཡ་ཡིན། ཨ་ཟླ་བ་བདུན་ནང་ལ་ག་རེ་ཆགས་ཀྱི་རེད་ཟེ་ད། རྙོག་དྲ་ཆེན་པོ་ཞེ་བོ་ཆགས་ཀྱི་རེད་དངོས་གནས་དང་མཚན་ལ་དམག་གཉིས་མ་བསྐུར་ཡག་སེམས་ཅན་རེད་དེ། དེ་ནས་སྐད་ཡན་གཞན་དག་ཅིག་གར་ཆགས་སྐོར་ཟེར་མཐའ་དེ་ཀུ་རེ་སྤྱི་འཐུས་རྣམ་པ་ཚོགས་ཀྱི་ལྟས་སུ་རྟོགས་ཐུབ་གི་མ་རེད་ཕལ་ཆེན་འབངས་པོ་ཅིག་རྟོགས་ཐུབ་གི་རྟོགས་མ་ཐུབ་ཡ་ཞིག་ག་རེ་འདུག་ཟེར་ན། བཀའ་ཤག་ལ་མཐའ་དེ་མྱོང་ཚོར་དེ་རེད། མཐའ་ད་ལོ་འོས་ལྡུག་གི་ལོ་རེད་ད་བྱས་ཡོད་འདོད་ཁང་ལ་བཀའ་ཤག་གི་ལས་འཆར་གནད་འགག་ཆེ་སར་བ་ག་རེ་ཡོད་གནས་ཡང་ལག་བསྟར་བྱས་ཡོད་མ་སྒོ་རྒྱག་པ་རེད་ཟེར་ད་རེད་མཐའ་དེ་དངོས་ཡོད་གནས་ཚུལ་རེད། ལོ་གཅིག་ད་བཀའ་ཤག་གི་ལས་ཀ་གནད་དོན་གལ་ཆེ་བ་ཡིན་པ་ནས་མཚམས་བཞག་གོང་གི་འོས་བསྡུ་ལོ་རེ་བྱེད་ཆེད། དེ་སོང་ཙང་གཞུང་མང་གཅིག་དུས་ཚོད་ཉུང་རུ་བཏང་ཟླ་བ་གཉིས་ལ་འོས་བསྡུ་ཚར་བ་ཡིན་ན་ཟླ་བ་གཉིས་སྔོན་ལ་གཞུང་གི་ལས་ཀ་ཕྱག་ལས་ག་རེ་གནང་ཡ་ཡོད་པ་ཡིན་ན་ཆེད་ཟླ་བ་གཉིས་མཚམས་ལ་ལམ་སང་བྱ་ཡ་ཡོད་ན། དཔེ་ན་བཀའ་ཤག་བཅུ་བཞི་པའི་བཀའ་ཤག་སྐབས་བཅུ་བཞི་པའི་ཐོག་ཐད་ཀར་ཞུས་པ་ཡིན་པ་ཡིན་ན་ང་ཚོ་དེ་ལ་དངུལ་ཁང་ལྟ་བུ་གི་ལས་གཞི་ད་ལྟ་བཞི་ནི་དོན་ཡོད་འགོ་བ་རེད། དངུལ་ཁང་ལྟ་བུ་ལས་གཞི་དེ་སྔོན་མ་ནས་འཆར་གཞི་བཏིང་ཆེད་ཉིས་སྟོང་བཅུ་བཞི་བཅོ་ལྔ་དོན་ཚར་འགོ་གོ་བ་རེད་དོན་ཐུག་གོ་ཡོད་རེད།

བྱས་ཚེ་ལོ་གཅིག་འགའ་བར་ད་ལོ་གཅིག་ལ་ཟླ་བ་བདུན་བརྒྱད་འགའ་བར་རེད། བུད་མེད་ནུས་སྟོབས་སྤེལ་ཡག་གིས་ད་ལྟ་ང་ཚོ་འདིར་བགྲོ་གླེང་ཞེ་དྲག་བྱུང་སོང་སྟེ་ཉིས་སྟོང་བཅུ་བཞི་ནས་ཚོགས་ཆུང་བསྐོས་སྙན་ཐོ་ཡར་སླེབས་ཚར་བ་རེད་བཀའ་ཤག་གིས་ཚོགས་ཆུང་བསྐོས་ཚར་བ་རེད། ད་ཟིན་བྲིས་སླད་ཆད་དངོས་གནས་བྱས་ན་འདིར་ནུས་སྟོབས་སྤེལ་ཡག་གི་སྲིད་བྱུས་དེ་དོན་ཚར་གོ་རེད་བསྐྱར་བཅོས་དེ་དོན་ཚར་གོ་རེད་ཚོགས་འདུ་བསྐོ་ཚར་ཆད་ཉིས་སྟོང་བཅོ་ལྔ་ལ་ཚར་ཡག་རེད་ད་ལོ་གང་ཚར་བྱས། ཟླ་བ་བཅུ་གཅིག་བཅུ་གཉིས།

འདི་དུས་སྐབས་ལ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ལ་འདི་མཐུན་རྐྱེན་སྦྱར་ཡོད་པ་འདི་བཀའ་ཤག་ནང་ནས་སུ་གང་མཁྱེན་གི་ཡོད་མ་རེད་བཀའ་ཤག་ནང་ཁུལ་བགྲོ་གླེང་ལ་འདི་ག་ཆད་རེད་ཟེར་ད་འདི་ག་འདྲེས་སླེབས་པ་རེད་བྱས་ཚེ་ནང་ཁུལ་བགྲོ་གླེང་ཤུགས་ཆེན་པོ་བྱེད་པོ་བྱུང་རེད་ད་ཡིན་ནས་ཡང་འཕྲོད་བསྟེན་ལས་ཁུངས་ནས་ལོ་གཉིས་སྔོན་ལ་སྨན་བཅོས་ལྟ་སྐྱོང་ལས་གཞི་དེ་འབྲེལ་བའི་ཐག་གཅོད་འཕྲོད་བསྟེན་ལས་ཁུངས་རང་ནས་གནང་བཞག་ལོ་འདིའི་སྔོན་ལའེ་གནང་བཞག། ད་ལས་ར་ད་ག་ཞིག་གསུང་གནང་ཡིན་ཞེས་གསུང་གོ། ནང་ཁུལ་ལ་བགྲོ་གླེང་ཤི་བོ་ཤུ་བོ་ཞི་བོ་བྱུང་གི་རེད་དེ་ཕྱིའི་རྣམ་པ་ལ་ཡག་པོ་ཤེས་མི་འདུག་ད་ཡིན་ནའི་འོས་བསྡུ་བཞག་ཡོད་ཙང་ད་ཡང་ང་ཚོ་མའི་བཀའ་ཤག་མཁྱེན་གི་མེད་ཟེར་བྱས་ཅི་ཞུས་བསྡད་པས་འགྲིག་མ་རོ། ད་ད་བཀའ་བློན་ཟུར་པ་ཁོ་རང་ཚོ་བཀའ་དྲིན་གནང་ནས་འདིའི་སྐོར་ནས་མཁྱེན་གི་ཡོད་མེད་མཁྱེན་གི་ཡོད་མ་རེད་བཀའ་བློན་ཚོ། ད་ཡིན་ནའི་འདི་རྣམ་པ་ཆགས་འགྲོ་ག་ཟེར་ན་ཟླ་བ་བཅུ་གཅིག་བཀའ་ཤག་ནང་ལ་ལས་དོན་གལ་ཆགས་གནང་ཡག་ལ་དག་འགྲོ་གོ་འདི་སོང་ཙང་འཛམ་གླིང་ཡོངས་ནང་ནས། དུས་ཚོད་མཐུན་འཐུན་བྱས་པ་ཡིན་པ་ཡིན་ན། གཞུང་ལ་དོ་ཕོག་ཉུང་བ་འགྲོ་གི་རེད་ཅེས་དུས་ཚོད་ཚོགས་འདུ་བྱས་ཏེ་འོ་ད་ང་ཚོའི་དེ་བཙན་བྱོལ་སྒྲིག་འཛུགས་ཆགས་ཏེ། རང་དབང་སྟབས་བསྟུན་རེད་ང་ཚོས་གཞན་སྟོན་དགོས་འོར་ཐང། གཞན་སྟོན་གྱི་ལས་ཀ་བྱས་འོར་མ་གཏོགས་གོ་སྐབས་ཡོད་མ་རེད། འདི་ལ་ཟླ་བ་བཅུ་གཅིག་བཅུ་གཉིས་ད་བཀའ་ཤག་ཕྱག་ལས་གནང་ཡ་འདི་གས་ཚང་མ་ད་རྒྱ་མོའི་སྔོན་ནས་བསྡད་དགོས་བྱུང་དགོས་ཡིན་པ་ཡིན་ན། ད་འདི་ལ་དངོས་གནས་ད་འཐུས་ཤོར་འགྲོ་གི་འདུག་ཟེར་ནས་རེད་ཚགས་ཚུད་པོ་ཡོང་གི་མི་འདུག་ཟེར་ནས་རེད་འདི་གས་གནས་སྟངས་ཆགས་འགྲོ་གི་འདུག་བ། རྒྱུ་མཚན་འདི་གས་གལ་ཆེན་པོ་མང་པོ་ཅི་ལ་ཡོད་པའི་བརྟེན་ནས་ཨ་ནི་ཐེངས་གཅིག་བསླུས་པ་ཡིན། འཛམ་གླིང་ཚང་མ་ལ་ཐེངས་གཅིག་བསླུ་གོ་རེད་དུས་ཚོད་ཉུང་བ་བཏང་གོ་རེད། ང་ཚོས་ཐེངས་གཅིག་བསླུས་པ་ཡིན་དུས་ཚོད་ཉུང་བ་འགྲོ་གི་རེད། འཛམ་གླིང་སྤྱི་ཚོགས་འགྲོ་བཞག་པ་ཡིན་འགྲིག་གོ་འཛམ་གླིང་ཡོངས་རྫོགས་འགྲོ་ས་ལ་འགྲིག་རེད་བ། ད་ག་ཤེད་དེ་འདྲས་ཟེར་གི་འདུག་ཡ་ཐེངས་གཉིས་བསླུས་པ་ཡིན་ན་ང་ཚོ་ལ་དོགས་ཟོན་བྱས་གོ་ཡ་མི་དེ་འདྲས་ཉེན་ཁ་འབྱེད་གོ་མི་དེ་འདྲས་འོས་ཤོག་ལངས་བ་སླེབས་པ་ཡིན་ན་ཐེངས་གཉིས་བ་ལ་དཀའ་ཡ་ཡོད་རེད་ཟེར་གི་འདུག། ད་དེ་ལྟར་འགྲོ་སྟངས་རང་རེད། འོས་བསྡུ་ལྷན་ཁང་སྐུ་དབང་ཆ་ཚང་ཡོད་པ་ཡིན་ན་མི་དེ་འདྲས་འོས་མི་ལངས་བའི་སྐབས་ནས་བཀའ་ཡག་གི་འོས་བསྡུ་ལྷན་ཁང་ཆ་ཚང་སྐུ་དབང་ཡོད་པ་ཡིན་ན་དཀའ་ཐུག་རེད། ང་ཚོ་རྒྱ་གར་འོས་བསྡུ་ལྷན་ཁང་ཟིན་ནང་དུ་སྐུ་དབང་ག་ཚོད་དོ། MLA Disqualify བྱེད་ཐུབ་དགོས MP Disqualify Minister ལ་ཡིན་ན་ཡང Disqualify གཙོ་འགན་དང་བྱེད་གི་འདུག་བ། འོས་བསྡུ་ལྷན་ཁང་སྐུ་དབང་ཆ་ཚང་ཡོད་པ་འདི་དཀའ་ཐུག་རེད། དེ་དཀའ་མ་ཐུབ་ན་གྲོས་ཚོགས་ཡོད་པར་མི་དེ་འདྲས་སླེབས་སོང་གྲོས་ཚོགས་རང་ནས་ཡང་ནི་ཁོ Impeach བྱེད་ཅེས་ད་དཔལ་ལྡན་སོགས་སུ་ཚོས་ཨིན་ཇི་ཁེ་ཞུས་པ་ཡིན་ན་ཁོ་རང་རྒྱབ་འགུལ་གཏང་རྒྱུ་རེད་བ། དེ་ཡོད་ན་ཁྲིམས་གང་ཡོད་རེད་བ། ནས་ང་ཚོ་དུས་ཚོད་ག་ཚོད་རེ་ང་བྱུང་བ་ཡིན་པས་ཡིན་ནའི་ཡང་ད་ཉུང་དག་ལ་སྤྱི་ཚོགས་ལ་འགན་མ་མཁྱེན་གི་མི་ཚོགས་ཀི་འདྲ་མི་སྣ་ཚོགས་བཤད་ཡོང་བ་ད་ངས་དཔེ་ཆུང་ཆུང་བཞག་དཔེ་འདི་ཚོགས་ཆོག་ཉེ་ཆར་སུམ་ཅུ་དུས་དྲན་ལ་སྐབས་ལ་བཀའ་ཤག་ཚབ་བྱས་ཀྱི་སྲིད་སྐྱོང་ནས་ད་འདི་དེ་ད་དགུང་ལོ་བརྒྱ་དང་བཅོ་གསུམ་དང་འབྲེལ་བའི་ཐོག་ནས་ངས་ཅིག་ཞུས་པ་ཡིན་དགུང་ལོ་བརྒྱ་དང་བཅོ་གསུམ་དགུང་ལོ་བརྒྱ་དང་བཅོ་གསུམ་ཚེ་ཐེངས་གསུམ་རེ་བཞི་ཞུས་པ་རེད།

དེ་ཡོང་དོན་གང་ལ་ཨ་ནི་ང་ཚོས་དེ་ཝི་ཅལ་ད་ད། ཝཱཏ་ཨེབ་ད་འདི་འདྲས་རྐྱང་རྐྱང་བེད་སྤྱོད་བཏང་ཆེད་ད་ག་བ་ཚེག་མ་འདི་འདྲས་ཉེ་ངེས་རྐྱང་རྐྱང་རེད། ཚོད་ཚོད་ཉིས་རྩ་བཞི་ལ་དཀྲོག་གཏམ་རྣམ་པ་ཚོ་མཚན་ཐོག་ནས་དཀྲོག་གཏམ་རེ་རེ་རེ་རེ་སྤེལ་བས་ཡིན་ན་ཟླ་བ་གཅིག་ཡོལ་ན་དཀྲོག་གཏམ་གཟི་བོར་ཤུ་སུམ་ཅུ་ཐམ་པ་བྱུང་གསལ་བཤད་ཇི་རི་ཇི་རྩེར་ད་ཨ་ད་ལས་མི་འདུག་སྐབས་ལ་ཡིན་ནའི་ཡང་ས་གནས་ཁག་འགྲོ་ཡོང་དོན་གང་ལ་ང་སྐད་ཆ་དྲིས་པ་ཡིན། གནད་དོན་ཆེ་ཤོས་ག་རེ་རེད་ཟེར་དོན་གང་ལ་ཁུངས་མེད་བས་བདེན་པ་མེད་བས་ཀྱི་རྐྱང་རྐྱང་གསལ་བཤད་བྱས་འགྲོ་ཐལ་བ། འདི་འདྲས་ཡིད་ཆེས་གོ་བར་འདི་འདྲས་ཡིད་ཆེས་གོ་བར་གདའ། ད་དེ་གར་སོང་ནས་དུས་ཚོད་རིང་ཐག་བཞིན་ང་ཚོ་ཚང་མ་ཐང་ཆད་ད་འོས་བསྡུ་ག་དུས་ཚར་གི་རེད་ད་དངོས་གནས་རེད་འདི་མགྱོགས་བྱས་མི་འདུག་བས་བྱས་བྱས་བསམ་བློ་བཏང་བསྡད་གོ་རེད་འདི་སོང་ཙང་གནད་དོན་འདི་གས་ང་ཚོས་བཀའ་ཤག་ཐོག་ནས་གལ་ཆེ་དོན་ཆེན་བརྩིས་པའི་ཐོག་ནས་འདི་སོང་ཙང་འོས་བསྡུ་ལྷན་ཁང་ནས་སྤྱི་མོས་གཏན་ལ་ཕབ་པའི་ཐག་ཆོད་རེད་ད་ཐེངས་གཅིག་འགྲོ་གོ་རེད་ཟེར། བཀའ་ཤག་ནས་ཐེངས་གཅིག་འགྲོ་བ་རེད་བྱས་བྱས་ད་ལས་ཚོར་བ་དང་སྒྲགས་བསྡད་ཅིག་ཞུ་ཐུབ་ན་བསམ་པ་རེད། ཐུགས་ཐག་རྣམ་པ་བཟོ་བྱོས་ཡ་རེད། འདི་གས་གལ་ཆེན་པོ་ཡིན་པ་བལྟས་ནས་ཁ་ཟིར་ང་ཚོ་གྲོས་ཚོགས་ནས་མ་བླངས་ཀ་མེད་བྱས་བྱས་ལངས་པ་ཡིན། ག་ཟེ་འདི་སྤྱི་ཚོགས་ནང་ལ་བགྲོ་གླེང་འགྲོ་དགོས་དགོས་འདུག་ཚང་མས་མཁྱེན་དགོས་དགོས་འདུག་གྲོས་ཚོགས་ནས་ཡིན་པས་ནས་ཐུགས་ཐག་གཅོད་པའི་སྐབས་ལ་ད་ལྟ་འོས་བསྡུ་ཡོང་ཡ་ལ་ད་ལྟ་ལོ་བཞི་བརྩི་ཡ་རེད་དེ་ལ་རྩང་ནས་མི་འདུག་ཟིན་བྲིས་ད་ལྟ་ཡོད་ཤག་པ་འདི་ནང་ལ་མང་པོ་ཅིག་མུ་མཐུད་བྱས་ཐུབ་པ་འདུག། མི་ནུས་ཡང། ཐེངས་གཅིག་བྱས་པ་ཡིན་ན་ཟིན་བྲིས་ཆ་ཚང་ཅིག་ཡོད་པ་ཡིན་ན་རྣམ་པ་གཙོ་ཡིན་པས་ནས་ཆ་ཚང་རྟོགས་པའི་ཐོག་ནས་ཐག་གཅོད་པ་ཡིན་པ་ཡིན་ན་ཨ་ནི་ང་ཚོ་མང་པོ་རྐྱེན་ཞིག་ཆགས་པ་ཡིན་ནས་ཨ་འདི་དོད་ཁ་ལ་ང་ཚོ་དཀའ་མོད་བྱུང་སོ་བ་འདི་འདི་འདི་རེད། འོས་བསྡུ་ལྷན་ཁང་ལ་བའི་ཕྱག་ལས་གནང་ཡས་ལ་སྟབས་དེ་འདི་གི་འདི་གི་འདི་འདི་སྐྱོན་ཅིག་ཡོད་འགུ་རེད་བྱེད་ཅིག་དཀའ་མོད་ལྷུག་པོ་བྱུང་ཚར་བ་རེད་ང་ཚོ་གྲ་སྒྲིག་ཡིན་ནས་བྱས་ཕན་ཐོག་འུ་རེད། འདི་ཡིན་མ་གཏོགས་ཅིག་བས་ཞེ་མེད་ད་ལྟ་འདི་ཡ་བཞང་ནི་ཡར་ལངས་ཅིག་ཞུ་ངེས་འདི། ཉིས་སྟོང་ཉིས་བརྩེགས་ཅིག་ལ་འོས་མི་མ་རེད། ལམ་ཕྱོགས་འགལ་མ་རེད། མཁས་པ་སྤུ་ཙམ་ཞིག་ཡོད་མ་རེད། ཡིན་ནས་ཡང་འདི་གང་ལ་མྱོང་ཚོར་བྱུང་ཙང་མ་འོངས་པ་འདི་འདྲས་བྱེད་རྒྱུ་མི་འདུག་མ་གཏོགས་བསྐྱར་དུ་གོང་ཚ་ཆོག་ཐུགས་ཕམ་བྱུང་བ་ཡིན་ན་དཔེ་བསགས་ཀྱི་རེད་ས་ད། བོད་ནང་ལ་བུད་མེད་བློ་ཕམ་བྱེད་ན་དཔེ་བསགས་ཀྱི་རེད་ས་ད། རྒྱལ་སྤྱི་ནང་ནས་རྫུ་གུ་གཙུག་བཞིན་ཁྱོད་ཚོ་ཡག་པོ་ཡོད་བསམས་སོ་དེ་འདྲས་བྱེད་ཀྱི་ཡོད་པས་བྱེད་ཅེས་རྫུ་སྐྱོན་བརྗོད་འདྲ་བྱེད་ངེས་བྱུང་ན་དཔེ་བསགས་ཀྱི་རེད་བསམས།

འདི་སྐད་སེམས་ཁྲལ་ཆེན་པོ་བྱས་པའི་ཐོག་ནས་ཨ་ནི་གཞན་ནམ་རྒྱུན་ཡིན་ན་གནད་དོན་གལ་ཆེན་པོ་གཅིག་ལ་མ་གཏོགས་བཀའ་ཤག་ནས་གྲོས་ཚོགས་ར་བར་ལངས་བའི་ལུགས་སྲོལ་ཡོད་མ་རེད། ཡིན་ནའི་བཀའ་ཤག་ད་ལྟའི་ཐོག་ནས་བཅའ་ཁྲིམས་ཕུད་པའི་སྒྲིག་གཞི་འདི་ལས་ལྷག་གལ་ཆེ་བ་མཐོང་གི་མི་འདུག་དེ་སོང་ཙང་ད་ལས་མ་ལངས་ཀ་མེད་བྱུང་ཟིན་མ་གཏོགས་ཚོགས་གཙོ་ལ་གུས་བརྩི་མེད་པ་མེད། གྲོས་ཚོགས་ལ་དོ་ཕོག་བཏང་ཡང་དམིགས་ཡུལ་ཁོ་ན་མེད། གྲོས་ཚོགས་ལ་དོ་ཕོག་བཏང་ཡང་དམིགས་ཡུལ་ལས་སླ་པོ་ཞིག་ད་རེད། Technically། འགྲོ་སྟངས་འགྲོ་ལུགས་ཐོག་ནས། དཔལ་འབྱོར་བཀའ་བློན་ཚོགས་གཙོ་ཚོགས་ཆུང་ནས་དགོངས་པ་ཞུ་བཞག་པ་ཡིན་ན། སྒྲུབ་བྱེད་ཚང་དགོངས་མ་རེད། ཁྲིམས་འཆར་བཀག་འགྲོ་བའི་ཉེན་ཁ་ཡོད། བཀག་ཡོད་པ་ནི་བགྲོ་གླེང་འགའ་ཡོང་གི་མ་རེད། དེ་སྐད་ཚང་མ་མ་བྱས་ང་ཚོ་བགྲོ་གླེང་དགོས་ཀྱི་འདུག་ཡིན་ཅེས་མིན་ཅེས། དེ་ནས་ལྷོད་ལྷོད་བྱས་བྱས། དགོངས་པ་བཞེས་པའི་ཐོག་ནས་གནང་རོགས་གནང་བྱས་བྱས་ང་ཚོས་ད་སེམས་ཚབས་ཆེན་པོ་ཐོག་ནས་ཞུ་ཡ་གཙོ་བོ་འདི་རེད་མ་འོངས་པ་ལ་ང་ཚོའི་ནང་ལ་རྙོག་ར་ཆེན་པོ་ཆགས། ཨ་རྩ་དོན་ག་བ་ལིག་རེད། དེ་འདི་མཐོང་བསྡད་གོ། ཨ་ཏི་ལྔ་དང་ལྔ་བཅུ་ལ་འབྲེལ་བ་ཡོད་ཟེར་ནས་ང་ཚོ་སྒྲིག་འཛུགས་འདི་ལོ་ལྔ་བཅུ་གནས་དགོས་དགོས་ཡོད་པ་ཡིན་ན། གཞི་དེ་བརྟན་པོ་གོ་ར་བ། ད་ལན་འོས་བསྡུ་གི་སྒྲིག་གཞི་བགྱི་བ་བཏང་བའི་ཐོག་ནས། བརྒྱ་ཆ་བརྒྱ་མེད་ན་ཡང་བརྒྱ་ཆ་དགུ་བཅུ། བརྒྱ་ཆ་བརྒྱད་བཅུ། ང་ཚོ་གི་ཉེན་ཁ་ཆུང་བ་བཟོས་ཐུབ་ཡ་ཡོད་རེད། བཟོས་ཐུབ་ཡ་དེ་ཐེངས་གཅིག་གླུ་འདི་བྱས་དེ་རེད། བྱས་བྱས་དཔལ་ལྡན་ཚོགས་གཙོ་མཆོག་ངས་གསལ་བཤད། སྙིང་བསྡུས་ཞུ་བའི་གཙོ་བོ་འདི་ཡིས། རྟེན་འབྲེལ་ཚོགས་གཙོ་ནས། དུས་ཚོད་གནང་བ་དེ་ལ་ནི། བཀའ་དྲིན་བླ་མེད་དུ་ཆེ་ཞེས་ཞུ་བ་ཡིན། བདག་ནང་བཞིན་རྣམ་པ་ཚོགས་ནས་ཡིན་པ་ཡིན་ནའི་ཡང། གསན་འཇོག་གནང་བ་དེ་ལ་ནི། བཀའ་དྲིན་བླ་མེད་དུ་ཆེ་ཞེས་ཞུ་བ་ཡིན། དཔལ་ལྡན་ཚོགས་གཙོ་མཐུ་ཆེ་ན།